སྟོད་ཚེ་བོང་གྲོང་རྫོང། འདི་འདྲས་ཟིན་ལབ་དུས་འགའ་ཞིག་གི་ཐུགས་ལ་ཡང་ཐག་རིང་གི་ལུང་ཁུག་འདི་བཙན་པོ་སྲོང་བཙན་སྒམ་པོའི་མ་ཡུམ་གྱི་འཁྲུངས་ཡུལ་ཡིན་པར་ཧང་སང་བ་དང། ཡང་འགའ་ཞིག་གི་ཐུགས་ལ་ཡང་མི་དེའི་ཧམ་པ་ལ་ཡང་གོང་ཟིན་མོད། འདི་ནི་དངོས་ཡོད་ཀྱི་གནས་ཚུལ་ཡིན་པས་ཧང་སང་དགོས་དོན་མེད་ལ་ཡ་མཚན་དགོས་དོན་ཡང་མེད། དེ་ལས་འདས་ཟིན་པའི་ལོ་རྒྱུས་དང་བསླབ་བྱར་ལེན་ནས་མི་རོ་གོང་མ་དག་ལ་སློབ་སྦྱོང་བྱེད་པ་དེ་འགལ་ཆེན་རེད། ལྷོ་ཁ་སྣེ་གདོང་ཆུས་ཡར་སྟོད་ཤང་ཁོངས་ཀྱི་ཚེ་བོང་གྲོང་ཚོ་དེ་ནི་ཏུན་ཧུང་ཡིག་རྙིང་དང་བོད་ཀྱི་རུས་མཛོད་དེབ་ཐེར་ཁག་དེ་བཞིན་ལ་དྭགས་རྒྱལ་རབས་སུ་ཚན་ལྡན་གྱི་ཡིག་ཚང་ཁག་ཏུ་འཁོད་པར་གཞིགས་ན། ཚེ་བོང་ཞེས་པའི་ཡུལ་དེ་ནི་བོད་ཀྱི་རི་རྒྱུད་ཆེན་པོ་དྲུག་གི་ནང་ཚན་གདོང་གི་རུས་ལས་སྐྱེས་པ་ཚེ་བོང་གི་གཙོ་བོའི་རྔ་ཡུལ་ཡིན་པ་དང། རུས་ཚེ་བོང་བའི་ཐོག་མའི་མི་རབས་ནི་ཡབ་གདོང་ཆེན་པོ་སྤོས་གྲོ་ལ། ལུས་ཁོག་པ་དང་འདྲ་བའི་བུ་གསུམ་བྱུང་བའི་ཡ་གྱལ། ཚེ་བོང་དང་གདོང་གི་ཆུང་མ་ཚེ་བོང་ཟ་ལ། བུ་ཚེ་དཔང་དང་ཚེ་ཉག་ཚེ་སྒྲོམ་བཅས་བུ་གསུམ་བྱུང་བར་བཤད་པ་འདི་རྣམས་ནི་རུས་ཚོད་སྤོང་ཤེས་པའི་ཐོག་མའི་མི་རབས་ཀྱི་བྱུང་ཚུལ་ཡིན། འོ་ན་རུས་དེ་ལས་མཆེད་པའི་གྲགས་ཅན་མི་སྣ། བཙན་པོ་གནམ་རི་སྲོང་བཙན་གྱི་བློན་པོ་ཚེ་དཔོན་ནག་ནག་སེར་དང་བཙན་པོ་སྲོང་བཙན་གྱི་ཡུམ་ཚེ་དཔོན་འབྲི་ས་ཐོད་དཀར། བཙན་པོ་ཁྲི་སྲོང་ལྡེ་བཙན་གྱི་བཙུན་མོ་ཚེ་དཔོན་ས་དམར་རྒྱན། ཞང་བློན་སྟག་ར་ཀླུ་གུང་སོགས་ཀྱི་འཁྲུངས་ཡུལ་ཡར་སྟོད་ཚེ་དཔོན་ཡིན་པ་ཇི་ལྟར་ཤེས་སྙམ་ན། འདི་ནི་ས་ཡུལ་དངོས་དང་ལོ་རྒྱུས་ཡིག་ཚགས་ཁག་ལ་ཞིབ་ཏུ་བརྟགས་པས་ཤེས་ནུས་པ་ཡིན་ཏེ། ཡར་སྟོད་ཚེ་བོང་གི་ཡུལ་འདིར་ད་ལྟའང་སྟག་ར་དང་ས་མ་རང་ཟ་མར་ཞེས་པའི་ཁྱིམ་རྒྱུད་ཡོད་ཅིང། ཡུལ་གྱི་དམངས་གཞས་སུ་ཚེ་བོང་དམར་གྱི་བུ་མོ་རྒྱལ་པོའི་ལྕམ་ལ་ཕེབས་པས་ཞང་པོ་སྟག་ར་ཀླུ་གུང་ངོ་སོ་མཐོན་པོ་བྱུང་སོང་ཞེས་རིན་ཐང་གཞལ་བར་དཀའ་བའི་ས་མིང་དང་ཕ་དམ་བུ་འཇགས་ཀྱི་ངག་རྒྱུན་དུས་ད་ལྟའང་གནས་ཡོད་པ་སོགས་ལོ་རྒྱུས་ཀྱི་བདེན་དཔང་ཤིན་ཏུ་ནས་ཁུངས་བཙན་ཡོད། གཞན་ཡང་ཡུལ་འདི་ནི་དུས་ཕྱིས་ཀྱི་མཁས་པ་ཚེ་བོང་རིག་པའི་འབྱུང་གནས་དང་ཉང་སྟོད་གྲྭ་ཚང་པ་བློ་གྲོས་མཆོག་གི་རྡོ་རྗེ་སོགས་ཀྱི་འཁྲུངས་ཡུལ། གྲྭ་ཚང་དང་སྨན་ལུང་པའི་ཁྱིམ་རྒྱུད་གནས་ཡུལ། ཕག་གྲུའི་སྐབས་བརྩེགས་པའི་ཚེ་བོང་ཞིག་གི་གནས་ཡུལ། ད་དུང་སྐྱེས་མཆོག་གྲུབ་པའི་རྒྱལ་མཚན་གྱི་སྒྲུབ་གནས་ཚེ་བོང་བེ་རི་རི་ཁྲུས་དང། རི་ཁྲུས་དུ་སྐྱེས་མཆོད་གྲུབ་པའི་རྒྱལ་མཚན་གྱི་སྐུ་དམར་གདུང་བཞུགས་པ་སོགས། ཡུལ་ལུང་སྤྱིར་བོད་བཙན་པོའི་སྐབས་ནས་ལོ་རྒྱུས་ཡུན་རིང་ལྡན་པའི་ཡུལ་ལུང་ཞིག་ཡིན་པས། ཡར་ཀླུང་གི་ལོ་རྒྱུས་རིག་གནས་ཐོག་གནས་བབ་ཧ་ཅང་མཐོ་བའི་ཡུལ་ལུང་ཞིག་ཡིན་མོད། ད་ཕན་ཡུལ་དེའི་སྐོར་གྱི་འབྲེལ་ཡོད་ཡིག་ཚང་ཤིན་ཏུ་དཀོན་པ་དང། དེའི་སྐོར་དོ་སྣང་གནང་མཁན་ཡང་མེད་པས་རེ་ཞིག་ལོ་རྒྱུས་ཀྱི་བསླབ་བྱ་ཞིག་ཏུ་ལུས་ཡོད། གཞན་ཡང་ཡུལ་དེའི་སྐོར་སྟབས་བདེ་བོའི་ཐོག་ནས་ངོ་སྤྲོད་ཞུ་ཐུབ་པ་ཞིག་མ་ཡིན་པས། རྗེས་སུ་ཁོ་བོས་ཡིག་ཐོག་ནས་རྒྱས་པར་ངོ་སྤྲོད་བྱ་བའི་འདུན་པའང་འགོག་མེད་དུ་ཡོད་པས་ཚང་མས་དོ་ཁུར་རེ་གནང་རོགས།